ཨ་ཨཱ་ཏི་བཀོད་པ་ཆེན་པོ་ལས་འདིར། དྲན་དང་ལྡན་པའི་བླ་མ་དེ་ཤི་བོ་ཤི་བོའི་གཙོ་བོ་གང་སྙེད་ཀྱི་སྤྱི། ཡན་ལག་མཐིལ་དུ་གང་དགོན་པ་སངས་རྒྱས་སྟེང་གི་དངོས་གྲུབ་ཀྱང་གང་ཟག་དེ་ཡིས་འཛིན་པར་འགྱུར་གསུངས་དོན་དག་སྔོན་མ་དད་པ་དང་དྭངས་ཚིག་གཡོ་རྫོགས་མེད་པ་ཅན་གྱི་གི་བདུད་ཀྱི་སྣོད་ཚད་དུ་ལྡན་པ་ཅན་གྱི་གང་ཟག་ཅིག་རེད་འདོད་ན་ད་གོང་ནས་ཞུས་པ་ནང་གི་བཀའ་དྲིན་གསུང་འདོན་གྱི་རྩ་བའི་བླ་མ་དེ་འདྲའི་བླ་མ་དེ་ཡི

ད་ལྟའི་སྦྱར་གི་ཡོད་ན་བླ་མ་རྟོགས་གི་ཡོད་ན་བླ་མ་མཆོག་རྟོགས་བཀྲས་སྐོང་ལ་སོགས་པ་སྤྱི་གཙང་གི་སྡོམ་སྔགས་སྤྱི་གཙང་གི་བདེ་གཤེགས་འཚོལ་བ་ལ་སོགས་པ་ཉོན་གྱི་ཡོད་ད་བླ་མ་གཙང་ནས་མི་འཇིགས་པ་ཅན་གྱི་དྲན་པ་ཅན་དྲན་པའི་སྦྱོར་མཐུ་གང་དུ་བླ་མ་ཁོ་ན་ལ་གསོལ་བ་བཏབ། མཁས་པ་ཕོ་ན་བླ་མ་རེ་བ་ལྕོག་ན་བླ་མ། སྒམ་པ་མྱང་ནས་བཤད་ན་བླ་མི་ཐུག། འོ་ད་བླ་མ་ལས་གཞན་དུ་དྲན་རྒྱུ་མེད་པ་ཅན་གྱི་དེ་འདྲའི་གཞུང་གི་གང་ཟག་ཅིག་སུ་ཡིན་པ་དེ་ལ་ནི་ཡན་ལག་མཐིལ་དུ་གང་སྒམ་པ་སོགས་འདུག་རང་གི་ལག་པའི་མཐིལ་ལ་སོགས་པ་དང་བཅས་ད་འགྲོ་འདུག་གྲགས་པ་གཡས་གཡོན་སོགས་ལ་གང་ན་སྒང་བསྡད་ན་ཡང་ད་དེ་ལ་སངས་རྒྱས་ཐམས་ཅད་ཚུལ་འདི་སངས་རྒྱས་སྟོང་ཕྲག་མང་པོ་གི་མཆོག་དུ་མ་གི་དངོས་གྲུབ་མ་ལུས་པ་ཐམས་ཅད། ས་རང་གི་རྟོག་པ་མ་ལུས་པ་མཐའ་དག་གང་ཟག་དེ་ཡིས་འཛིན་པར་འགྱུར་བའང་དག་དེ་ལ་འཇུག་པར་འགྱུར་གྱི་རེད་བསམ། དེ་བླ་མ་ཐང་ཅིག་བྱིན་རླབས་དེ་ལ་འཇུག་གི་རེད་བསམ་ཡི་དྭགས་ཐང་ཅིག་དངོས་གྲུབ་དེ་ལ་གཏད་ཀྱི་རེད། མཁའ་འགྲོས་དེ་ནི་འཕྲིན་ལས་འཇུག་སའོ་ད་དེ་རེད་ཆོས་སྐྱོང་གི་བར་ཆད་སེལ་ས་ངོ་མ་དེའོ་དེ་རེད་དེ་ཡོད་རེད་ཞེས་དང། དེ་ནས་རིག་འཛིན་རྒོད་ཚང་པ་གི

དེ་ནས་སྤྱན་རས་སྒམ་པ་མོང་ལ་ཀྱང་བླ་མ་སྒམ་པོ་གང་ན་མེད་རྫོགས་རིམ་སྒམ་པ་མོང་ལ་ཀྱང་དེ་ནས་ཀློག་ཁལ་ལེན་ཤོར་གང་ན་མེད་ཅེས་གསང་བ་གསུངས་ཏེ་དེར་རིག་འཛིན་སྒེར་ཚང་པ་ཁོང་གིས་གསུངས་དོན་ད་སྤྱན་རས་སྒམ་པ་དང་སྒམ་པོ་གི་ཚོགས་སྒམ་འཛིན་གྱི་གང་ཟག་སྒམ་པོ་གི་སྣ་དྲོངས་སུ་སངས་ཀྱིས་མི་ཁྱབ་པ་ཡོད་རེད་དེ་ཡིན་ན་ད་བླ་མ་བླ་མ་སྒམ་པ་འདི་ལས་གང་བ་དང་དེ་ལས་ལྷག་པ་ཅན་གྱིས་དེ་ལ་ལྷ་སྐུ་སྒང་འཇུག་དང་སྤྱན་རས་སྒང་འཇུག་རྩ་ནས་སྲིད་གི་མ་རེད་གསུངས་པ་རེད། རྫོང་རིམ་སྒང་པ་དང་རྫོང་རིམ་སྒང་པའི་ཚོ་སྒང་སྟེང་གི་གང་ཟག་སོགས་སངས་ཀྱིས་མི་བྱ་བ་ཡོད་རེད་དེ། ད་དེ་ཚོ་ཐམས་ཅད་ཕར་བཞག་ནས། ཆོས་ཀྱི་རྒྱལ་བ་ཐམས་ཅད་ཚང་མ་ཐམས་ཅད་རིམ་པ་བཞིན་དུ་སྒྲུབ་མ་ཐུབ་འདེང་མ་ཐུབ་ན་ཡང་ཕར་བཞག་དེ་ལྟར་བླ་མ་ཁོ་ན་ཡིད་ཆེས་བྱས་ནས་སངས་རྒྱས་ཀུན་འདུས་ཀྱི་རང་གི་བླ་མ་ཡིན་ཚུལ་དང་མཆོག་སྲུང་ཀུན་འདུས་དེའང་བླ་མ་ཡིན་ཚུལ་རྩ་སྲུང་ཀུན་འདུས་བླ་མ་ཡིན་ཚུལ་བྱིན་གྱིས་རང་གི་རྩ་བའི་བླ་མ་གཙོ་བོ་གྱི་ནོར་བུ་དེ་ནི་ད། བཀའ་ཁྲི་སོགས་ཀྱི་འབྲེལ་བ་ཐོག་དགའ་བོ་གྱི་བླ་མ་དེ་ཁོ་ན་མ་གཏོགས་ད་ཡིན་བདག་ཐམས་ཅད་ཀྱི་ལིངས་སུ་ཤོག་གར་རྒྱུ་ཅན་གྱི་དེ་འདྲིའི་གྱི་སྡོད་ཁའི་གཞུང་བ་ཅན་གྱི་ཡིན་ད་དེ་ལ་གང་དུ་ཆུད་པའི་ད་རྫོགས་རིགས་དགའ་བོ་གྱི་ཟབ་མོ་སྟོང་པ་ཉིད་གང་ལ་ཆགས་པ་དང་གྲགས་དགོས་ཚད་ཐམས་ཅད་ད་ཆགས་པ་ཐམས་ཅད་བཀག་ཚོད་བཅད་བ་མ་རེད་དེ་དེང་དུ་ཐུག་ས་ད་བླ་མ་ལས་གཞན་དུ་ལིངས་སུ་ཤོག་གར་བ་ལྟ་བུ་ཐུག་ཐག་བཅད་ས་རེ་བ་བརྒྱད་ས་ཐམས་ཅད་དེ་བླ་མའི་སྐུ་གསུང་ཐུགས་ལ་གཏད་འདོད་རྒྱུ་ཅན་འོ་ད་དེ་གང་ན་མེད་ཅེས་སངས་རྒྱས་འདུག་སངས་རེད།

དེ་ནས་གདུལ་བྱ་ཚད་ལྡན་རྒྱུད་ཀྱི་རྒྱུད་ལ་ཡོད་དགོས་པའི་བླ་མ་དེ་ལྟ་བུ་སྐུ་བཞི་གི་རང་བཞིན་ཡིན་པ་རྟོགས་ཚུལ་སྐུ་གསུམ་སྐུ་མདོའི་རང་བཞིན། མཆོག་གསུམ། རྩ་གསུམ་སྐུ་མདོའི་གུ་རང་བཞིན་ཡིན་པ་བཞིན་ཡིད་ཐག་ཆོད་པོས་ཀྱི་མོས་གུས་དང་ཡིད་ཆེས་པོས་ཀྱི་དད་མོས་དང་ལྡན་པ་བྱིན་ཅན་གྱི་མོས་གུས་ཀྱི། དེ་ནི་ཉི་མ་ལྟ་བུ་བྱིན་ཅན་དེ་དག་ཡི་ཡིད་ཆེས་ཤེས་ཀྱི་དད་པ་དང་མོས་པ་དེ་ནི་དཔེར་ན་ནང་གི་ནོར་བུ་ཉི་མ་ལྟ་བུ་རེད་ཉི་མ་མ་ཤར་ན་གངས་རི་བསྟན་དུ་ཉི་མ་མ་ཤར་ན་གངས་རི་གི་སྟེང་དུ་མ་ཆུ་རྒྱུན་འབབ་རྒྱུ་ཡོད་མ་རེད།

དུ་རྒྱུ་ལ་ཡོད་དགའ་བའི་སྐུ་གསུང་ཐུགས་ཀྱི་མཆོག་དུམ་བུ་གྱི་དངོས་གྲུབ་ཐང་ཆད་དེ་ཆུ་བོའི་རྒྱུན་བཞིན་དུ་དེ་ནི་འབར་ཏེ་ཞུགས་ཀྱི་རེད་གསང་བའི་བྱིན་རླབས་རྒྱུན་གྱི་བྱིན་རླབས་ཀྱི་ཆུ་རྒྱུན་མིན་པས་དཔལ་གསང་བའི་བྱིན་རླབས་ཀྱི་ཆུ་རྒྱུན་ལྟ་བུ་དེ་འབད་དགོས་ཀྱི་རེད་གསུངས། ཚེ་འདས་པ་ཅན་དང་ཚེ་སྐྱིད་ཀྱིས་གང་ཟག་ཕོ་མོ་ཀྱི་དུས་རྒྱུན་ལ་བླ་མ་དེ་སངས་རྒྱས་ཀུན་འདུས་ཀྱི་རང་བཞིན་ཡིན་པར་ཤེས་པའི་ལྟ་བ་རྒྱུ་མཐུན་ཅན་དང་རྟོགས་པ་རྒྱུ་མཐུན་ཅན་བྱེད་ཀྱི་ཡོད། དེ་ནི་མོས་གུས་དེ་མེད་ན་ནི་བླ་མེད་ཀྱི་བྱིན་རླབས་དེ་ཆོས་འབྱུང་ལྟ་བུ་དེ་འབད་ཐབས་རྩ་ནས་ཡོད་མ་རེད་གསུངས་བར་དཔེར་ན་ནང་གི་ཁང་ལ་ཉི་མ་མ་ཤར་ན་དེ་ནི་གང་རུང་ཞོར་ཐབས་མེད་པ་ཞོར་ལྷག་མེད་ཚེ་ན་གང་རུང་ལས་ཆོས་འབྱུང་འབད་ཕར་ཐབས་མེད་པ་དཔེ་དེ་ལྟར་བརྩི་བར་སྐྱེད་པ་ཅན་གྱི་ཡིན་གསུངས་རེ་རྒྱུ་མཚན་དེ་ལ་བརྟེན་ནས་རང་རང་སོ་སོ་གི་སེམས་འདི་ལ་ད་འགན་འཁུར་རྒྱུ་གཙོ་བོ་དེ་ཁ་ཚོན་གང་ནས་ཞུས་པ་གནང་ཤེས་ཅིང་དད་པ་དང་དམ་ཚིག་འདི་གཡོ་ཟོག་མེད་པའི་བསྟན་དོན་ལ་དམ་འདི་མེད་པ་ཡོད་པ་བྱེད་རྒྱུ་དང་ཡོད་པ་དག་པ་བྱེད་རྒྱུ་དག་པ་བསྟན་རུང་འགྲོ་རྒྱུར་བསྟན་དོན་སྟོང་ཅན་གྱི།

ཀྱི་མ་རེད་ང་ལས་འཇིགས་པ་དེ་ཀྱི་མ་རེད་ང་ལས་ལྷག་པ་དེ་ཀྱི་མ་རེད་ད་རྫོགས་པའི་སངས་རྒྱས་སེང་གེ་གཞན་ཡང་ཁྱེད་ལ་ཀ་ཤེད་ཁྱོད་སྐུ་ཞིང་གང་ན་ཁྱོད་ཀྱི་རྒྱལ་བ་ཐང་ཆད་ཡོད་མདོག་ཡོད་ས་འདི་ཡོད་སྣང་ཤ་རླུང་གི་ཞིང་ཁང་ཐང་ཆད་ལ་རང་གི་བླ་མ་ལས་ལྷག་བོད་ཀྱི་གླང་གི་རྒྱལ་བ་ཞི་ཁྲོ་ཐང་ཆད་ཡོད་སྣང་ཤ་ནི་གསོལ་བ་ཡི་དྭངས་ལ་ཞི་ཁྲོ་ཐང་ཆད་རྒྱལ་བ་ཐང་ཆད་ལ་ཡག་འདི་བླ་མ་ལ་རྩ་ནས་གསོལ་བ་མི་འདེབས་མི་བྱིན། དེ་འདྲ་ང་རྒྱལ་རྒྱུ་འཛིན་བྱེད་ཀྱི་སྨན་པ་ང་རྒྱལ་གཅིག་སྲས་མི་ཆོས་བླུན་པོ་ང་རྒྱལ་གཅིག་དེ་འདྲ་ཡོད་སྲིད་རྒྱུ་རེད་དེ། ད་དེ་འདྲའི་ག་ཚིག་ཡོད་ན་སངས་རྒྱས་ལ་གསོལ་བ་མི་འདེབས་པས་དེ་ནི་མི་རྟོག་ཡེ་ཤེས་དེ་ལྷག་ལས་ཞུགས་སྣང་ཤར་རྒྱུ་གཅིག་ད་དེ་ནི། ཁ་བྱང་ངོར་བསྟན་བསྡད་པའི་ཕུག་པ་ནང་ལོག་དུ་ན་ལ་ཉི་མ་དེ་ཤར་འོང་རྒྱུ་རེད་སངས་སྐལ་བུ་བབས་པའི་སྒུག་བསྡད་ན་ཉི་མ་དེ། སྐར་མ་བཅུ་ཕྲག་བརྒྱད་ཙམ་རེ་ཁ་བྱང་སྟེང་གི་ཕུར་བུ་ནང་ལ་ཉི་མ་ཤར་བའི་སྐོར་དཀའ་དང་དུག་དཀའ་མི་སྲིད་པ་ནང་གི་རྐྱེན་གྱིས། ད་བླ་མ་འདི་ལ་སོགས་འདས་མི་བཞིས་པ་ཡི་དྭགས་ལྷ་གཞན་གྱི་ལ་སོགས་འདས་བྱས་པའི་མི་དེ་ལ། བྱིན་རླབས་ཀྱི་དྲོད་ཚད་སེལ་མི་སེལ་ནང་ལ་འཇུག་རྒྱུ་རྩ་ནས་མེད་པ་དེ་དཔེར་ན་ཁ་བྱང་སྟེང་གི་ཕུར་བུ་ནང་ཉི་མ་ཤར་དུས་མེད་པ་ལྟ་བུ། དེ་འདྲ་བྱེད་ཀྱི་རེད་རྒྱུ་མཚན་དེ་ལ་བརྟེན་ནས་རང་གི་སྣང་བ་སྣང་བ་གསལ་འདི་དང་སྣང་གསལ་འདི་དང་བླ་མའི་ཐུགས་ཀྱི་རྟོགས་པ་ལ་སོགས་པ་དེ་སོགས་ཐམས་ཅད་སྣང་བ་རང་གསལ་གཅིག་འདྲིས་རེད་ནས།

སངས་རྒྱས་ཐམས་ཅད་ཀྱིས་བླ་མེད་ཐུགས་རྗེའི་བྱིན་རླབས་ཐམས་ཅད་འཇོག་དགོས་ཀྱི་ཡོད་ན་ཡང་བླ་མེད་རྣལ་འབྱོར་འདི་ལ་བརྟེན། བླ་མེད་རྣལ་འབྱོར་འདི་ལ་བརྟེན་ནས་ཡི་དྭགས་ཐམས་ཅད་ཀྱི་དངོས་གྲུབ་སྟེར་དགོས་རྒྱུ་བྱས། བླ་མེད་རྣལ་འབྱོར་འདི་ལ་བརྟེན་ནས་ཡང་དེ་ཡི་མཁའ་འགྲོའི་ཕྲིན་ལས་འཇོག་དགོས་རྒྱུ་ཆོས་སྐྱོང་བར་ཆད་སེལ་དགོས་རྒྱུ་དེ་ནི་བླ་མེད་རྣལ་འབྱོར་འདི་ལ་བསྒོམ་པ་ཉམས་ལེན་མ་བརྟེན་པ་ཅན་དེ་དེ་ནི་དེ་སོགས་ཐམས་ཅད་བཀའ་བཀོད་ཀྱི་དབང་བསྒྱུར་མེད་པ་ཅིག་བརྒྱ་ཆ་བརྒྱ་ཡིན་པ་རྒྱུ་མཚན་དེ་ལ་བརྟེན་ནས་དཔོན་ཆེན་རྗེ་ནཱ་རོ་པ་གིས་ཀྱང། ཐིགས་པ་སྲང་ལ་མཁས་པའི་དཔོན་པོ་དག་བྱོལ་མུ་ཏིག་གིས་ནི་བསྒོ་བ་ཐམས་ཅད་ཚར་བཅད་དེ་བུ་བཀྲ། མཛད་དཔེ་ཀྱི་དུས་སུ་ཡང་ཡེ་ཤེས་ཀྱི་ནི་གང་རུང་བའི་ཆོས་ཚིག་ལ་མཁས་པ་ཡིན་གྱི་དེ་ལ་མཁས་པ་མི་མ་ཡིན་པས་ན་ད་དུང་ཡང་བླ་མ་བསྟེན་དགོས་སོ་ཞེས་ལམ་བསྟན་པ་ལྟར་གསུངས། རེ་ད་པཎ་ཆེན་ནཱ་རོ་པ་སེར་མོ་དེ་དག་ཡོངས་གྲགས་རུ་བ། མར་པ་ཆོས་རྗེ་ཀོང་རྒྱལ་དེ་ནི་རྩ་བའི་བླ་མ་དེ་རེད་ད་ལི་ཀ་བ་ཉེ་ཤུ་ཉེ་ཤུ་རྩ་བཞི་ཐམ་པ་ཆད་དུ་བསད་ནས་རྒྱ་གར་འཕགས་པའི་ཡུལ་དུ་སོང་ནས་དེ་ནི་ནཱ་རོ་པ་རྩ་དབང་རྒྱུད་ཆེན་དེ་རེད་དེ་པཎ་ཆེན་ནཱ་རོ་པ་ཁོང་ཡང།

གཏན་ལ་འཁེལ་པ་མིན་པའི་རྒྱུ་མཚན་གྱིས་གཏན་ལ་འཁེལ་མ་ས་པར་དུས་སྐད་ཚིག་ཏུ་ད་རུང་བླ་མ་ཚེ་སྒུག་ཡོད་བླ་མ་བསྟེན་ཁ་སོང་གསུངས་ནས་ཡེ་ཤེས་ཀྱི་མཁའ་འགྲོ་མ་བཅོས་དངོས་སུ་བཞག་ཟེར་ལུང་བསྟན་པ་ཨོ་དཔེ་དེ་ལྟ་བུ་ཅན་གྱི་རེད། དེ་ལས་ཚེ་ལས་འཁེལ་པ་དེ་ལྟ་བུ་ཅན་གྱི་གྱུར་པ་ཡིན་ན་ཡང་གཏན་ལ་འཁེལ་པར་མ་གྱུར་པ་ཡིན་དུས་བླ་མ་བསྟེན་དགོས་གཏན་ལ་འཁེལ་པར་བྱེད་པའི་ཐབས་དེ་བླ་མ་བསྟེན་པ་ཁོ་ནར་བྱུང་བ་ཡིན་པའི་རྒྱུ་མཚན་གྱིས་དེ་ནི་སྐལ་བ་དུ་མའི་སྒོ་ནས་གཏད་ལོག་པར་བསྟེན་པའི་ཚེ་གསང་དུ་གཏད་ལོག་པ།

དེ་ནི་པན་ཆེན་ནཱ་རོ་པ་ལ་བསྟན་པ་རེད་དེ་མཐར་ཐུག་ད་རུང་ལ་རྟོག་པ་རྩ་ནས་བཤད་རྒྱུ་མེད་པར་རྟོག་རྒྱུ་གོ་རྒྱུ་མི་འདུག་བསམ་ཉི་མ་ཁྱེད་ལ་དགོངས་པ་མཚང་མཚང་བྱས་ནས་དེ་ནི་རྐང་པ་ལ་ཡོད་པའི་གི་ཧོང་ཡ་མ་སྤོས་ནས་དེ་ནི་པན་ཆེན་ནཱ་རོ་པའི་གི་གཉའ་བ་ལ་ཤར་ནས་ཁྱོད་ལ་ཅི་ཙང་བསྟན་ཀྱང་ཁྱོད་ཀྱི་གོ་རྒྱུ་མི་འདུག་ད་ཅི་རེད་ཟེར་ནས་དེ་ནི་ཧོང་ཀོག་ཏུ་ཤར་འོང་དུས་ཧོང་ཀོག་ཤར་འོང་པ་དང་ཤར་བར་བྱས་པའི་ཤར་བ་པོག་གི་བླ་མ་ལ་ཚོང་རྒྱལ་ཀུན་འདུས་ཀྱིས། ཡིད་ཆེས་དེ་དད་པར་ཡོད་པ་བྱིན་གྱིས་ཁོང་གི་མཇལ་དུ་བྲོས་ན་ཧང་གོ་ཤ་པ་རེད་དེ་དེ་ལ་ལོག་རྟོག་གིས་ཀྱི་སྣ་ཏོག་ཟ་རྒྱུ་དུ་ཕར་བཞག་སྟེ་དད་པ་དག་སྣང་ཤེས་པའི་རྒྱུ་མཚན་དེ་ལ་བརྟེན་ནས་དེ་ནི་ཧང་གོ་ཤ་ཚ་མ་ཐོག་ནས་བཟང་སྟེ་ལ་དེ་ནས་དད་ལོག་པའི་ཐུགས་རྗོད་ཐུགས་རྗོད་ཀྱི་རྟོག་པ་སྐྱེས་ཡོད་པ་དང་བཅས་ཏེ་ནཱ་རོ་པོད་ཀྱི་ཐུགས་ལ་འཕྲོག་ནས་ནཱ་རོ་པོད་ཀྱི་ལྷོ་མོས་ཀྱི་སེམས་དང་བླ་མ་དད་ལོག་པོད་ཀྱི་ཐུགས་ཡིད་གཉིས་པོ་དེ་དབྱེར་མེད་ཅིག་ཏུ་འདྲེས་ནས་སྒོམ་པ་ཉམས་པར་གྱུར་པ་དཔེ་དེ་ལྟ་བུ་བྱིན་གྱིས་རེ་གསུངས་པ་རེད།

དད་པ་དང་དང་ཚིག་ལྡན་པ་ཅིག་སྤང་གན་པ་བ་ལུ་ལུ་སངས་རྒྱས་ཀུན་འདུས་ཀྱི་བླ་མ་ཡིན་པ་བཅས་ཀྱི་ཐག་གཅོད་པའི་ཡེ་ཤེས་ཀྱི་དད་པ་དང་ཚིག་ཅན་གྱི་དེ་ནི་སློབ་མ་དེར་ཀླུ་ཡི་གཞུང་བཅུག་ཟེར་མི་བགྱི་ཡོད་པར་ཁོང་གིས། མགན་པོ་ཀླུ་སྒྲུབ་ཀྱིས་ནི་དེ་ནི་སྣབས་བསགས་ལ་ཕུང་དགོས་པ་དེ་ཡང། དད་པ་ཡེ་ཤེས་ཀྱི་དོན་ནི་གླང་སྲང་ཡར་བླངས་ནས་ཁོང་གིས་ཟོས་བཞག་པ་བྱིན་གྱིས་རེ་བསགས་རེད། བཙན་གྱིས་བླངས་ནས་ནི་ལོངས་ཤེས་པས་ན་ཁོང་གི་ཟོས་ནི་འཐུངས་པས་ན་དེ་ནི་སྤང་རྒན་པགས་པ་ཀླུ་སྦྲུལ་གྱི་ཐུགས་འགྱོད་ན་གང་ཡོད་པའི་ས་རང་གི་རྟོག་པ་དེ་ཡང་དེ་ནི་ཀླུ་ཡི་བྱང་ཆུབ་ཀྱི་ཐུགས་ལ་འཕྲོག་ནས་བླ་མེད་ཀྱི་ཐུགས་དང་རང་གི་ཡིད་གཉིས་པོ་དེ་སྐྱེད་དུ་འདྲེན་ནས་དེ་ནི་མཆོག་གཏུམ་མོ་གི་དངོས་གྲུབ་ལྟ་བུ་དེ་འདྲིས་ཀྱི་ས་རང་གི་རྟོག་པ་རང་རྒྱུད་ཤེས་གསུངས་པ་ལྟ་བུ་རེད་བསམ་རེད། ལོངས་སུ་སྤྱད་པས་ན་ནི་མཆོག་གི་དངོས་གྲུབ་ཐོབ་པར་བཤད་པ་དང་གསུམ་པ་རེད།